སྒྲོལ་མ་སྤྱི་བདེ་ལྷན་ཚོགས་ལ་ཕྱག་ལས་གནང་བར་བདག་ལ་ཞུ་བ་ཡག་ག་བྱེད་པ་དེ་ཡག་ག་བཤད་དགོས་པ། སྐབས་བཅུ་བདུན་པའི་གི་བོད་མ་སྤྱི་བདེ་ལྷན་ཚོགས་དེ་གི་ད་ལས་དོན་ཡག་ཤོས་གཅིག་ད་རིང་གྲོས་ཚོགས་དེ་འགྲུབ་པ་རེད། ལོ་གསུམ་དང་ཕྱེད་ཀ་ས་ཚོ་འཕྲོ་བརླག་ཕྱིན་པ་རེད་ང་རང་ཚོ་མི་དགོས་ཡ་སྐད་ཆ་མང་པོ་ཞུ་རྗེས་བཤད་གི་བསྡད་རྗེས་སྤྱི་ཚོགས་ནང་ལོགས་ལ་རྒྱ་ནག་གི་སོ་མ་དུ་ཡ་ཉོག་དྲ་དེ་འདྲ་ང་རང་ཚོ་ནང་ལོགས་ལ་ཡ་ཆགས་ནས་བསྡད་པ་རེད་བ། ད་དེ་སེལ་ཚར་བ་རེད། ད་དེ་ང་ཚོ། ང་ཚོའི་ལོ་རྒྱུས་ཀྱི་རྒྱབ་ལོག་ལ་མ་བཞག་ཡ་རེད་མ་ད་དུས་ནས་ཁེལ་ཡོང་ཡ་མ་རེད་གོ་དེ་ནས་གཞན་ཞིག་ང་ཚོ་སྒུག་དགོས་ཡ་ཡོད་མ་རེད་རེད་བ། ཨེ་ཕ་ཆེན་གྲོས་ཚོགས་འདིའི་ནང་ལོགས་ལ་ཁྲིམས་མིར་གཏན་འབེབས་བྱེད་དགོས་ཡ་ཁག་ཅིག་གཏན་འབེབས་གནང་ཐུབ་ཡོད་རེད་ཁྲིམས་མི་ཁག་ཅིག་ཚོགས་ཆུང་དུ་གཏང་དགོས་ཡ་གཏང་ཡོད་རེད་ཨེ་ནས་སྔོན་རྩིས་བཀའ་འཁྲོལ་སྤྲད་ཡ་འདུག་ཟེ་བཤད་མང་བ་བྱེད་ད། གོ་དོན་གྱི་སྔོན་ལ་ཡང

ལས་བྱེད་པ་ཡག་ག་བྱེད་པ་དེ་ཡག་ག་བཤད་དགོས་པ། དུས་བཟང་བོད་མང་སྤྱི་འཐུས་ལྷན་ཚོགས་ཀྱི་གནང་བ་རེད། མ་འོངས་པ་ཡིན་པ་ཡིན་ནའི། ད་ཁྲིམས་དང་སྒྲིག་གཞི་བཟོ་དགོས་ཡ་གལ་ཆེན་པོ་དེ་འདྲའི་གཅིག་གཉིས་བྱེད་ཡག་རེད་འདི་ཚོའི་སྒང་ལ། མཁྲེགས་བཟུང་མ་བྱས་པ་བྱས། བོད་མིའི་སྒྲིག་འཛུགས་འདི་ང་ཚོ་ག་འདྲི་སྣེ་དགོས་ཀྱི་འདུག་འདི་བསམ་བློ་གཏང་དགོས་ཀྱི་ཡོད་རེད་མ་གཏོགས་ང་ཚོ་ཆོལ་ཁ་གཅིག་སྣེ་འཐུས་ཡ་དང་ཆོས་བརྒྱུད་གཅིག་སྣེ་འཐུས་ཡ་དང་སྤྱི་འཐུས་ལྷན་ཚོགས་སྒྲིག་འཛུགས་སྣེ་འཐུས་ཡ་དང་བཀའ་ཤག་སྣེ་འཐུས་ཡ་གཅིག་པོ་གེ་བཤད་ཀྱི་ཡོད་མ་རེད་པ། སྒྲིག་འཛུགས་ཡོངས་སུ་རྫོགས་པ་ཆིག་པའི་ལྷ་ད་ལྟ་བྱིན་རྟེན་གུག་ཡར་བྱས་ཙང་ཁ་ཅིག་ང་ཚོའི་བཀའ་ཤག་གིས་སྔོན་རྩིས་སྒྲིག་གཞི་ལ་བསྐྱར་བཅོས་ཅིག་ཁེལ་རྗེས་མ་འོངས་པ་བོད་མིའི་སྒྲིག་འཛུགས་སྒོ་རྒྱག་རེད་ཞེས་སྐད་ཆ་དེ་འདྲ་ཡོང་མོ་བས་ཆིག་ད་ལྟ་ནས་བསམ་བློ་བཏང་ནས་ཨ་ནི་དེ་ཅིག་ཁེལ་བས་རེད་ད་ད་ལྟ་དེ་ཚོགས་ཆུང་བཙང་བཞག་ཡོད་རེད་གཞུང་དབང་སྤྱི་འཐུས་ནང་ལོགས་ལ་གླེང་སློང་ཡོང་གི་རེད་འདི་གཏན་འབེབས་བྱེད་ཐུ་ཡ་ལ་རེ་བ་རྒྱག་གི་ཡོད། ངའི་ཁ་ཆེན་གྲོས་ཚོགས་ལ་ཁས་ལེན་དེ་གང་ཡིན་ཟེར་ན། སྒྲིག་གཞི་འདི་བསྐྱར་བཅོས་ཕྱིན་མ་ཚར་བ་དེ་བཞིན་ང་བཀའ་ཤག་རྐུབ་བཀྱག་དེ་གང་བསྡད་ཡོད་ན་གྲོས་ཚོགས་ཚོགས་ཐེངས་རེ་རེ་རེ་ལ་ཁེལ་ཡོང་གི་ཡིན་གདའ་ཟེར་ལབ་པ་ཡིན། ག་ཟེར་ན་འདིའི་རིགས་དེ་ང་རང་ཚོ་ང་རང་ཚོ་རྐང་པ་ལྟ་རི་ཞུས་ནས་མ་གཏོགས་རྒྱ་ནག་སྐད་བྱེད་ཐུབ་གི་མ་རེད་ང་ཚོའི་གྲོས་ཚོགས་མེད་པ་བཟོས་ཡ་དང་བོད་མིའི་སྒྲིག་འཛུགས་མེད་པ་བཟོས་ཡ་དེ་ང་རང་ཚོ་སྲུང་སྐྱོབ་བྱེད་དགོས་ཀྱི་ཡོད་རེད་པ། གཞུང་མང་དབྱངས་གཅིག་ལ་ཆོ་མེད་མ་གཏོགས་གཅིག་གི་འགྲོ་ས་མེད་པ་ལང་ཀ་ཧ་གོ་གི་ཡོད་པ་ཡིན་ན་ད་ལྟ་ནས་ལང་ཀ་བཟོ་དགོས་རེད་པ་ང་ཚོ།

Head of the State དེ་ཡོད་མ་རེད Head of the Government དེ་སྲིད་སྐྱོང་རེད། ད་ལྟའི་གཞུང་གི་འགན་འཛིན་བྱས་ཏེ་བཅའ་ཁྲིམས་ནང་ལོག་ལན་དྲངས་རང་རེད། རེད་བ། སྲིད་སྐྱོང་རེད། ཡིན་ནའི། ད་དམངས་གཙོའི་བཀའ་བ་གསུམ་ནང་ལོག་ལ་གལ་སྲིད་ཕྲག་ཁ་འཁྲུག་འགྲོ་བྱུང་བ་ཡིན་ན། རེད་བ། ཕྲག་ཁ་འཁྲུག་འགྲོ་བྱུང་བ་ཡིན་ན་འདིའི་པ་ར་ལ་བར་འདུམ་བྱེད་མཁན་སུ་གཅིག་ཡོད་མ་རེད་ང་ཚོ་ལ། རྒྱལ་ཁབ་ཀྱི་དབུ་ཁྲིད་ཡོད་པའི་བཀའ་ལ་བཀའ་རྩ་ཁྱབ་བསྒྲགས་བྱས་སྟངས་ཡིན་པ་རེད་བཀའ་རྩ་བྱས་ཏེ་དབྱིན་ཇིའི་ནང་བར་བསུ་གི་སྲིད་ན Ordinance ལབ་གི་རེད། ཁྲིམས་དང་སྒྲིག་གཞིའི་ནང་ལོག་ལ་དམ་མ་སེལ་བའི་གི་དཀའ་ངལ་ཅིག་འཕྲད་པ་ཡིན་ན་ཨ་ནི་རྒྱལ་ཁབ་དབུ་ཁྲིད་འདི་བཀའ་རྩ་བཏང་བྱས་བཀའ་རྩ་བཏང་བ་དེ་གྲོས་ཚོགས་རྗེས་མ་མ་ཚོགས་ཀྱི་བར་དུ་ཁྲིམས་ཆགས་གི་ཡ་རེད་དེ་བཞིན་ཚང་མ་དཀའ་ངལ་སེལ་ཐུབ་གི་ཡ་རེད་ད་ད་ལྟ་བཀའ་རྩ་བཏང་ཡ་ཡོང་མ་རེད་བཀའ་རྩ་བཏང་ཡ་མེད་དུས་ཚང་མ་ལ་ང་ཚོ་ནང་ཁུལ་ལ་དཀའ་ངལ་འཕྲད་པ་ཡིན་ན་སེལ་ངེས་ཡོང་མ་རེད་དེའི་སྔན་ལ་དམ་བཅའ་ཕུལ་ཐུབ་མ་ཐུབ་བྱུང་ཡོང་ད་ལོ་རྒྱ་བོར་མི་བྱེད་ཐུགས་གསུམ་པོ་ཟོག་གོ་བྱུང་སོང་ཨ།

སྐབས་རེ་སྐབས་རེ་ནི་བཀའ་བཏང་དུས་ཚང་མ་ང་ཚོ་ལྟེ་བ་རང་བཙན་གྱི་རྒྱལ་ཁབ་ཅིག་གི་གཞུང་འཛིན་ཚེ་གཞུང་འཛིན་ལ་ཡང་བཀའ་བཏང་གི་ཡོད་པའི་སོར་རོ་དེ་འདྲས་གནང་ཡོང་གི་འདུག་ད་དེ་ཚོ་ཀྱང་ང་དེ་སོ་སོ་སོ་མ་ཤེས་པའི་རྒྱུ་མཚན་གཏན་ནས་ཡོང་གི་ཡོད་པ་འདུག་ཤེས་ནི་རེད་དེ་ནི་ད་དེ་ཚོ་ཁྱད་པར་ཁྱད་ཡོད་མ་རེད་ཚང་མ་ལོ་ཤེས་པ་རྐྱང་རྐྱང་ཞིག་ཆགས་ཀྱི་ཡོད་མ་རེད་ང་ཚོའི་སྤྱི་འཐུས་བྱས་ནས་ཡོང་བ་རེད་སློབ་སྦྱོང་བྱེད་ཀྱི་བྱེད་ཀྱི་བྱེད་ཀྱི་བྱེད་ཀྱི་ཡོང་བ་རེད་བྱས་མ་སྤྱི་འཐུས་དང་པོ་བྱས་དུས་ཚང་མ་ཚང་མ་ལོ་ཤེས་ཀྱི་ཡོད་མ་རེད་འོ་དེ་འདྲས་ཀྱི། དེ་དང་མཐུན་པའི་སོང་ཙང་ཡང་དེའི་ཅིག། བཟང་ཡེ་ཕྱོགས་མཛོད་དགའི་སྙན་བཟང་ཞུ་བྱ་བ་ཡིན། ནི་འཛིན་སྐྱོང་དངོས་ནས་ང་ཚོ་དྲི་བ་ཆོ་ཡོད་ན་འདྲ་མེད་ན་འདྲ་ལན་རྒྱབ་པའི་སྐབས་ལ་མི་མང་ལ་ཕན་ཐོག་ཡག་གི་ལན་ཞིག་རྒྱབ་གི་ཡོད་གནས་ཚུལ་དེ་ཅིག་གསར་བ་ཤེས་ཡ་ཆེ། ཡང་མིན་ན་གཞུང་གི་འགྲོ་སྟངས་ཐོག་ནས་ཡིན་ནའི་རེད་ག་རེ་ཡིན་པ་ཡིན་ནའི་ད་ལྟ་བཀའ་ཤག་དེ་གི་ལས་དོན་བྱས་པའི་སྐབས་ལ་ནི་ང་ཚོ་གནས་སྟངས་ག་བ་ཅིག་སླེབས་ཡོད་མེད་མི་མང་ལ་སྐབས་དང་དུས་སོ་སོ་འགྲེལ་བཤད་རྒྱབ་གི་ཡོད་པ་ག་རེ་སེ་ན། མི་མང་གིས་ཡང་རེ་བ་ཆེ་དྲགས་ན་ཆོག་ཡོད་མ་རེད་དངོས་ཡོད་གནས་ཚུལ་རྫུན་མ་བཤད་པ་བྱས་རྗེས་རེད་བ་ཨ་ནི། ཆུང་མ་དོན་དག་མ་འགྲུབ་བསམ་པ་ཡང་ཉོག་བཤད་ཡོད་མ་རེད་བ། དངོས་ཡོད་གནས་ཚུལ་ག་རེ་ཡིན་པ་ད་ང་ཚོ་འདི་འདྲའི་ཞིག་གང་སླེབས་བསྡད་ཡོད་དང་འདི་འདྲའི་ཞིག་བྱེད་ཀྱི་ཡོད་དང་བྱས་དེ་དེ་མི་མང་མཁྱེན་པ་ཡིན་ན་མི་མང་གིས་དེའི་ནང་ལོགས་ལ་ཡང་མཉམ་ཞུགས་ག་འདྲས་སུ་གནང་དགོས་ཀྱི་ཡོད་མེད་དེ། མཁྱེན་ཡོད་ན་ཡང་ཕན་ཐོགས་བྱུང་དགོས་རེད་བ། དེ་ཡིན་དུས་ད་ངས་སྡོམ་རྒྱག་ནས་ཞུས་པ་ཡིན་ན། ད་ལྟ་ང་ཚོས་ལས་ཀ་བྱས་དེའི་དེའི་གཙོ་བོ་གཙོ་བོ་དེ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐུགས་གསུང་པོ་ཞིག་ད་བཟོ་མ་གོ་ཨེ་ཆེ། ང་རང་ཚོ་སྤྱི་ཚོགས་ནང་ལོགས་གནས་ཚུལ་ག་རེ་ཡིན་པ་ཡིན་དེ་ང་རང་ཚོ་ང་རང་ཚོ་ནང་ཀུན་ནས་གསལ་ཐུབ་ཨེ། སྐུ་མདུན་ཐུགས་ལྷོད་ལྷོད་བྱས་ནས་ཞུ་ཐུབ་ཨེ་ཆེ། ད་དེ་འདྲའི་ཆེ་གང་ན་གཙོ་བོ་བསམ་བློ་དེ་གཏང་གི་ཡོད་རེད། དེ་ནས་ལས་དོན་གང་ད་རྒྱ་ནག་མཉམ་དུ་འབྲེལ་བ་བྱེད་དགོས་ཀྱི་ཡོད་ནའི་རེད་རྒྱལ་སྤྱིའི་ནང་འབྲེལ་བ་བྱེད་དགོས་ཀྱི་ཡོད་ནའི་རེད། ད་ག་ཚོད་ཐུབ་ཐུབ་ཅིག་མ་ཉོ་ནས་མ་བསྡད་ཅིག་རྒྱུག་བསྡད་ཀྱི་ཡོད། ལ་ནི་གྲུབ་འབྲས་ཀྱི་གྲགས་ལས་ཆེན་པོ་ཞིག་ཐོན་གྱི་འདུག་དེ་ཐོན་པ་དེ་གའི་ཚང་མ་ལ་ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེའི་བྱིན་རླབས་ཀྱི་འོག་ནས་ཡོང་གི་ཡོད་པ་བཅས་ལ་ངོས་འཛིན་ཞུ་གི་ཡོད། དང་ནང་བཞིན་བྱས་ནི་ལྷ་ཆོས་སྐྱོང་སྲུང་མ་སོགས་སྤྱན་འདྲེན་ཞུ་བའི་སྐབས་ལ་ཡིན་པ་ཡིན་ནས། སྡོང་གྲོགས་ཡོད་ཟེར་བྱས་ནས་གསུང་གི་འདུག་ད་སྡོང་གྲོགས་ཟེར་ཡ་འདི།

ལ། ཨ་རེ་ཅིག་འཇམ་འཇམ་ང་ཚོ་བཙན་བྱོལ་ནང་ལོགས་ལ་བོད་ནང་ལོགས་ལ་ཕ་ཡུལ་གཅིག་པ་དེ་ཞེན་ལྐོག་ཆེ་ཡ་འདྲ་བོ་ཅིག་བྱེད། ཨ་དེ་གི་ཡང་བསམ་ཚུལ་འདྲ་བོ་འདི་འདྲ་ཡང་ཡོང་གི་འདུག་བ། ད་བོད་ནང་ལོགས་ན་ང་རང་ཚོ་ལོ་རྒྱུས་ཀྱི་ཐོག་ནས་ཕ་མེས་ཀྱི་ས་ཆ་ཡིན་དུས་བསམ་པ་ལ་ཞེན་ལྐོག་བྱེད་དགོས་ཀྱི་རེད་ཡག་པོ་རེད་ཞེན་ལྐོག་ཟེར་མཁན་དེ་དགོས་ཀྱི་རེད་ཡོང་གི་རེད། ཨ་ཞེན་ལྐོག་ཟེར་མཁན་དེ་བཟང་སར་བེད་སྤྱོད་བཏང་དགོས་རེད་མ་གཏོགས་སྡུག་སར་བེད་སྤྱོད་བཏང་ཡ་མ་རེད། གཞན་སྐོར་ཟངས་གསར་བོད་དོན་ཏང་གི་དབུ་ཡིན་ན་སུ་སུ་སུའི་གི་ཆོལ་ཁའི་ནང་ལོག་ལེ་ཡིན་ནའི་ཆོས་རྒྱུའི་ནང་ལོག་ལེ་སུ་ཡིན་པ་ཡིན་ནའི་དཀའ་ངལ་འཕྲད་ཁྱོད་སུ་དོ་སུ་ལ་རོགས་པ་དགོས་ཀྱི་དོ་དེ་ཚོ་ལ་རོགས་པ་བྱེད་པ་ཡིན་ན་གཞན་སྐོར་ཟངས་གསར་རེད། གཞན་སྐོར་ངན་པ་དེ་སྤྱི་ཚོགས་ནང་ལོག་ལ་ཕན་ཐོགས་ཡག་གི་ཚབ་ལ་དཀྲུག་ཤིང་རྐྱང་རྐྱང་འདྲ་རྒྱབ་རྒྱག་གི་རེད་ད། ལ་དེ་གཞན་སྐོར་དེ་ང་ཚོར་དགོས་ཀྱི་ཡོད་མ་རེད་ད་ལྟ་འཐབ་རྩོད་བྱེད་མཁན་མི་རིགས་ཀྱི་མ་སུ་སུའི་ལུང་པ་སུ་སུ་སུ་ལག་པ་མེད་པའི་གནས་སྟངས་བྱེད་ཀྱི་ཡོང་བ་ནས་ང་ཚོ་དེ་རྩ་བ་ཉིད་ནས་དགོས་ཀྱི་ཡོད་མ་རེད།

ཚོའི་འདས་པའི་གི་ཉམས་མྱོང་ནས་ང་ཚོ་སྦྱང་བྱས། རང་ཨ་ང་ཟོ་དེའི་ཡོད་ངན་དེ་གི་ཆོལ་ཁ་ག་ནས་ཡིན་པ་དོ་བོད་ཁམས་ཁམས་གསུམ་ཆོས་རྒྱུད་ག་ནས་ཡིན་པ་ཡིན་ནས་ཚང་མ་ལོག་འཆམ་པོ་བྱས་པ་ཡིན་ན་ཨ་ནི། བླ་མ། དེ་ཡ། ཇི་བསྟན་བཞུགས་ཕུལ་བ་ལས་ལྷག་བྱེད་གི་དེ་རེད་ད། རྒྱལ་བ་དགྱེས་པའི་མཆོད་སྤྲིན་ཞེས་པ་དེ་དེ་ནས་ཡོང་དགོས་བ་རེད་མ་གཏོགས་ཇི་གི་བསྟན་བཞུགས་རྒྱ་རྒྱ་རྒྱ་བསྟན་བཞུགས་ལུང་པ་ཧང་རྒྱག་གི་རེད་ད། མ་ཡོང་ནི་ལས་ཀ་ནི་ག་བཅུ་ལོ་རྒྱུགས་དང་འུ་ཐུག་ནི་མུ་ཐུག་ནི་བྱས་དེ་གི་དེ་ཆོ་ག་རེད་བ་བསྟན་བཞུགས་རྒྱ་ནི་ད་འདོད་སྡིག་པ་མང་བ་ཟ་གི་རེད་ད། ཉེས་དམིགས་མང་ལ་བསགས་ཀྱི་རེད་གར་སང་བླ་མ་ལ་སྐུ་འཁོར་བཏང་གི་ཡོད་རེད་བ། བླ་མ་སྐུ་ཚེ་རིང་པོ་བརྟན་པ་ཤོག་ཟེར་ན་བླ་མའི་མདུན་ནས་ཡང་སྤྲེལ་ལད་འཁྲབ་ཀྱི་ཡོད་ཟེར་བ་ཞེས་རྒྱབ་ལ་ཡང་ཨ་ནེ་དེའི་གི་མི་འཇིག་གོ་ལ་རྐྱང་རྐྱང་ཅིག་བྱས་བསྡད་པ་ཡིན་ན་དེ་ཕན་ཐོགས་ཡོད་མ་རེད་བ།